སློབ་ཕྲུག་ཚང་མ་ལ་འཚམས་འདྲི་བཀྲ་ཤིས་ལས་ད་རིང་དགེ་ལགས་ཀྱིས་སློབ་ཚན་བཅུ་གསུམ་པ་ནང་གི་ཤོག་གྲངས་དེ་ཤོག་གྲངས་བདུན་ཅུ་འདོད་དགུ་རེད་ཨ་ཁྱེད་རང་ཚོ་ལ་མ་འགྲེལ་བཤད་རྒྱག་གིན་གདའ་ཨ་ཁྱེད་རང་ཚོ་སློབ་དེབ་ཡོད་པ་ཡིན་ན་སློབ་དེབ་ནང་ལ་མ་གཟིགས་རོགས་གནང་འདི་སྨྱོས་ལ་ཨ་ནི་བརྙན་ཐུང་དང་པོ་ནང་ལ་འགྲེལ་བཤད་ག་རེ་རྒྱག་ཡོད་ཞེ་ན་སྤྲུལ་སྐུ་ཆུང་དུས་སྐབས་ཀྱི་གནས་སྟངས་དེ་མ་འགྲེལ་བཤད་རྒྱག་ཡོད་རེད་ད་ལྟ་བརྙན་ཐུང་དེའི་ནང་ལ་ཕ་མའི་བཀའ་དྲིན་དེ་མ་འགྲེལ་བཤད་རྒྱག་གིན་ཨ་ཁྱེད་རང་ཚོ་ཡག་པོ་བྱས་ནས་གཟན་གཟིགས་གནང་རོགས་གནང་ཞུ་ཡས་ཡིན། དང་པོ་དེ་ལ་མ་ཀློག་གིན་གདའ། ཕ་མའི་བཀའ་དྲིན། སྐམ་པ་བུ་དང་རློན་པའི་ཕ་མས་བྱེད། འཇམ་པ་བུ་དང་རྩུབ་པ་ཕ་མས་བྱེད། ད་ལྟའི་དེ་འདྲ་དེ་དུས་ཡིན་མདོག་མེད། ཕྲུ་གུ་ཆུང་དུས་ལྟ་བ་ཕ་མས་སུལ། བྱ་ལུགས་བྱེད་ལུགས་འགྲོ་ལུགས་སྡོད་ལུགས་སྦྱོང། གང་བྱེད་ཡོང་བའི་ཡོན་ཏན་ཕ་མས་དྲིན། ཁ་ནས་ཁྲིད་དེ་བསགས་ཚད་བུ་ཡི་དོན། ལས་འབྲས་རླུང་ལ་བསྐྱུར་རྒྱུ་བུ་ཡི་དོན། བསམ་རྒྱུ་བུ་དང་དྲན་རྒྱུ་བུ་ལས་མེད། དགོས་རྒྱུ་བུ་དང་འདེམས་རྒྱུ་བུ་ལས་མེད། བཀའ་དྲིན་ཆེན་གྱི་ཕ་མ་རྣམ་པ་གཉིས། ན་སོ་རྒས་པ་ད་ལྟ་ཨེ་ཤེས་ལགས། དྲིན་ཅན་དྲིན་དུ་བསམ་པ་ཨེ་ཡོད་ལགས། ཁྲེལ་དང་ངོ་ཚ་དགོས་པ་འདི་རུ་རེད། ཚོགས་དང་བསོད་ནམས་གསོག་པའི་རྩ་བ་རེད། ད་མ། བློ་ཡིན་ད་འདི་བྱེད་ལ་མ་འབྲེལ་བཤད་ཞུ་ཡིན་ད། ཡག་པོ་བྱེད་ནས་སེ་ཨ། ཕ་མ་སོ་སོའི་བུ་ཕྲུག་ལ་ག་ཚོད་བཀའ་དྲིན་ཆེན་པོ་ཡོད་མེད་དེ། ཚིག་རྗེས་ཤོ་ལོ་ཀ་འདི་ན་ལ་མ་བཤད་ཡོད་རེད་ཨ་ནི་མ་འབྲེལ་བཤད་རྒྱག་ཡིན་ད། བཀའ་འབའ་བུ་དང་བློན་འབའ་ཕ་མས་བྱེད་ལ་ན་འདི་སྐབས་ལ་ཁར་ཞུ་བར་ཟེར་ན། བཀའ་འབའ་ལ་ན་ད་དོག་ལོ་སྐམ་པོ་རིགས་དེ་ཚོ། དངོས་གནས་བྱེད་ན་སུ་ཡི་གེ་ཡིན་རེད་སོ་སོ་རང་ཉིད་སོ་སོ་སྐམ་པོ་དང་གྲོགས་བོ་དེ་འདྲས། ལོངས་སུ་སྤྱོད་ནས་གྱོན་གྱི་རོ། ཡིན་ན་ཡང་ཕ་མ་གིས་གང་བདེ་གནང་གི་རེད་ཞུ་བ་ཡིན་ན། སྐམ་པོ་འདི་སོ་སོའི་བུ་ཕྲུག་ལ་བག་ཡོད་རློམ་པ་འདི་སོ་སོའི་ཕ་མ་སོ་སོ་རང་ཉིད་ཀྱིས་གྱོན་གྱི་རེད། འོ་དེ་རེད་ར་ཚིག་ཤོ་ལ་ཀ། དང་པོ་དེ། ཚིག་རྐང་དང་པོ་དེ། འཇམ་པ་བུ་དང་ཚུར་པ་ཕ་མས་བྱས་འཇམ་པར་ལེན་ན། ད་ལྟ་གོས་འཇམ་པོ་རིགས་དེ་ཚོ་ཚང་མ། ཨ་ནེ་སོ་སོའི་བུ་ཕྲུག་ལ་བག་ཡོད་ནས་སོ་སོ་རང་ཉིད་སོ་སོ།

ནི། ད་ལྟ་བུ་ལ་ནི་ཁྲིད་དོ། ཡིན་ན་ཡང་དེང་སང་ད་བུ་དང་བུ་མོ་འདྲ་མཉམ་རེ་རེ་ལ་ནི། སྤྱི་ཡོངས་ཀྱི་ཁྲིམས་དང་དེ་འདྲའི་ནང་ལ་ཡོད་དུས། ནི་ད་ལྟ་བུ་ལས་ཏེ་ད་ལྟ་བུ་དང་བུ་མོ་གཉིས་ཀ་ལ་ནི་གོ་རེ། ནི་ཁྱེད་རང་ཚོ་ད་ལྟ་འདི་འོ་འདི་གོ་བ་ལེན་རོགས་གནང་ཞུ་ཡ་ཡིན། དེ་རྗེས་ལ་ད་ལྟ། ད་ལྟའི་དེ་སྒྲ་དེ་དུས་ཡིན་དོགས་མེད་ད་ད་ད་ཁྱེད་རང་གི་ད་ད་ལ་ན་ད་ད། སུད་སུད་ཀྱི་ད་ད་གོས་ལོག་གོན་ཐུབ་པའི་ད་ར་ཨ་ནི་འགྲོ་ཐུབ་པའི་ད་ཡག་པོ་བཞིན་འགྲོ་ཐུབ་པའི་ད་ཨ་ནི་ཟ་ཐུབ་པའི་ད་འདི་ཚང་མ་ར་ཁ་ལག་བྱས་ནས་མི་དང་མཉམ་དུ་ཟ་ཐུབ་པའི་ད་ར་ཨ་ནི། སོ་སོ་ལ་ག་རེ་གོ་བ་ཡོད་ཡོད་རྒྱུ་དེ་ཚོ་ཚང་མ་རག་ནས་སོ་སོའི་ངོས་ནས་མ་བྱས་ཐུབ་པའི་དང་ཁྲ་རག་རག་ཡོད་རྒྱུ་དེ་ཚོ་ཚང་མ། ད་ལྟ་ཡོད་བྱ་རྒྱུ་དེ། སྔོན་མ་དེ་འདྲ་ཡོད་རེད་ཕྱིན་ཆོད་སྐབས་ལ་སོ་སོ་གནང་ཐུབ་གོ་རེད། གནང་ཐུབ་ཀྱི་ཡོད་མ་རེད་བ། དེ་འདྲ་ཡིན་དུས་ནི་ག་རེ་བྱེད་ཡོད་ཟེར་ན། ད་ལྟ་དོན་དག་འདི། ད་ལྟ། སོ་སོ་ཀྱིས་འདི་འདྲ་ཡིན་གྱི་མ་རེད་ད། ཡིན་མདོག་མེད་ལ་འདུག་ག་ལ། འདི་འདྲ་ཡོད་ཀྱི་མ་རེད་ད། སྔོན་མ་ཁྱེད་རང་འདི་འདྲ་ཡོད་ཀྱི་མ་རེད་ད། ར་འོ་འདི་འདྲ་བཤད་འོ་འདི་རྒྱག་འོ་རེད། སྤྲུལ་སྐུ་ཆུང་དུས་ལྟ་བ་ཕ་མས་སུལ། སྤྲུལ་སྐུ་ཆུང་ཆུང་སྐབས་ལ་སུ་ཡིས་ལྟ་རྟོག་བྱེད་འོ་རེད་ན། ཕ་མ་གིས་གསོ་སྐྱོང་བྱེད་ཀྱི་ཡིན་ཤ་ཚིག་ནི་ཕ་མ་གིས་གསོ་སྐྱོང་བྱེད་དེ་འདྲས་གནང་གྱི་ཡོད་རེད་ལ་ར་ཆུང་དུས་ཆུང་དུས་ལ་འདུག་ག་ལ་དུས་ལ་ན་དུས་སྐབས་ཚེ་འདི་ཚང་མ་དུས་ཟླ་གཅིག་རེད་ར། འོན་ཏེ་སེམས་ལ་ཉེ་རོ་ན་ཨ་ནི། ཕ་མ་གིས་སོ་སོ་གྱི་ལས་འགན་ཡིན་བསམས་ནས་ཕ་མ་གིས་སོ་སོ་གྱི་གནང་བྱ་བར། བྱ་ལུགས་བྱེད་ལུགས་འགྲོ་ལུགས་སྡོད་ལུགས་སྦྱོང་བྱ་ལུགས་ལ་ན་ད། བྱ་བ་རིགས་ག་འདྲས་ཅིག་བས་ནས་རོ། ལས་ཀ་ག་འདྲས་ཅིག་ཡིན་པ་ཡིན་ན་བྱ་ལ་ན་བྱ་བ་ག་འདྲས་ཅིག་ཡིན་ན་ལས་ཀ་ག་འདྲས་ཅིག་བས་ནས། འདི་བྱ། བྱ་དང་བྱེད་གཉིས་པ་ར་ལ་ཁད་པ་ཡོད་ར། བྱ་ལ་ན་དུས་མ་འོངས་པ་བྱེད། བྷ་ཡ་ད་ཆ་རིན་པོ་ཆེ་ལ་ན་དུས་ད་ལྟ་བ་བྱེད། ནི་དུས་གསུམ་གྱི་ཁྱད་པར་ར། ལས་ཀ་བྱེད་སྟངས་ག་འདྲས་ཅིག་ཡིན་པ་ཡིན་ནས། འགྲོ་སྟངས་ཡིན་པ་ཡིན་ནས་རེད། འགྲོ་ལུགས་ཡིན་པ་འགྲོ་ལུགས་ལ་ན་འགྲོ་སྟངས་ཡིན་པ་ཡིན་ནས་རེད། སྡོད་སྟངས་ཡིན་པ་རེད་སྡོད་ལུགས་ཡིན་ནས་རེད། ད་ཟ་སྟངས་དང་བཏུང་སྟངས་དང་འདི་ཚང་མ། ནི། སུས་སློབ་ཁྲིད་གནང་རེད། ཕ་མ་དང་རོ་བཟོ་གྲུ་ག་དྲིན་ཅན་གྱི་ཕ་མ་དང་དགེ་རྒན། སྤུན་མཆེད་གཉེན་ཉེ་ཚན་ཚང་མ་གྱི་བཀའ་དྲིན་ལ་བརྟེན་ནས་ཁྱེད་རང་ད་ལྟ་ཅིག་ཤེས་འདི་ར་འོང་འདི་རེད་ལར་གང་ཅི་ཡོང་བའི་ཡོན་ཏན་ཕ་མས་དྲིན། གང་ཅི་ཡོང་བའི་ཡོན། ཡོན་ཏན་ཕ་མས་དྲིན་ལ་ན། ད་སོ་སོ་གྱིས་གང་བྱས་པ། ཡོང་བའི་ཡོན་ཏན་འདི། སོ་སོའི་རྒྱུད་ལ་ཡོན་ཏན་ཡོད་པ་འདི་ཨ་ནི་སོ་སོའི་ཕ་མ་གི་བཀའ་དྲིན་ལ་བརྟེན་ནས་བ་རེད། རོ། སོ་སོ། ཡ་ཡག་པོ་ཆགས་བྱ་རྒྱུ་འདི་ཡང་སོ་སོའི་ཕ་མ་གི་མཐུ་ཆེ་བཀའ་དྲིན་ལ་བརྟེན་ནས་ཨ་ནི་བ། དྲིན་ལ་ཐུགས་ཀ་ལ་བཀའ་དྲིན་རོ་བཀའ་དྲིན་ལ་བརྟེན་ནས་བ། ཁྱེད་རང་ཡག་པོ་ཆགས་བྱ་རྒྱུ་འདི་འོ་འདི་རེད། ཁ་ནས་ཁྲིད་དེ་ཙག་ཙིག་བུ་ཡི་དོན་ལྟ་སོ་སོ་ཁ་ལ་ཞིམ་པོ་ཅིག་ཟ་ཡ་ཡོད་པ་ཡིན་ནས་སོ་སོ་མ་ཟ་ནས་སོ་སོ་སྤུ་གུ་བྱེད་དུ་ཕ་སག་ནས་བཞག་ཡ་དང་སོ་སོ་སྤུ་གུ་བྱེད་དུ་ཕ། སློབ་གྲྭ་གྲོལ་བ་ཡིན་ན་སོ་སོ་སྤུ་གུ་ལ་ནི་ཞིམ་པོ་འདི་སོ་སོ་སྤུ་གུ་ལ་སྤྲད་ཡ་དང་འདི་འདྲ་ལ་སོགས་པ་ལྟ་སྣང་གོ་ར་ཕ་མ་གི་ངོ་དུ་ནི་ཕ་མ་གི་ཞིམ་ཟས་ཚང་མ་སག་ནས་ཁྲིད་པ་ལ་ན་ལྟ་སོ་སོ་གི་མ་ཟ་ནས་སོ་སོ་སྤུ་གུ་བྱེད་དུ་བ། འགྲིག་ཡོད་རེད། ཨ་ནི། ལས་འབྲས་རླུང་ལ་བསྐྱུར་རྒྱུ་བུ་ཡི་དོན། ད་ལས་རྒྱུ་འབྲས། ར། ལས་རྒྱུ་འབྲས། ལས། དགེ་བ་དང། ར། ལས་སྡིག་པ། ར། ལས་དགེ་བ་བསགས་པ་ཡིན་པ་ཡིན་ན་འབྲས་བུ་བདེ་བ་ཐོབ་ཀྱི་ཡོད་པ་དང། ལས། སྡིག་པ་བསགས་ཡོད་ན་འབྲས་བུ་སྡུག་བསྔལ་ཐོབ་ཀྱི་ཡོད་པ། འདི་ཚོ་ཚང་མ། ཨ་ནི། ཕ་མ་གི། རླུང་ལ་བསྐྱུར་བ་ལ་ན། ལས་འབྲས་རླུང་ལ་བསྐྱུར་བ་ལ་ན་འདི་སྐབས་ལ། དགེ་བ་དང་སྡིག་པ་གང་ཡང་ད་ལྟ། བསམ་བློ་མ་བཏང་ནས་ར། སྡིག་པ་བྱ་བ་རང་གི་རྗེས་སུ་འབྲངས་ནས་ར། སྤུ་བོ་གཉིས་རྒྱག་རེ་ཤོག་གི་ཡོད་ན། སོ་སོའི་སྤུ་བོ་གི་རྒྱབ་རྩ་ལ་ཡས་ལངས་ནས་བ། ཞེས་དང་ནན་འདྲེན་གནང་གི་ཡོད་ར། འོ་འདི་ཚོ་ཚང་མ་གནང་ནས། སོ་སོ་གི་སྡིག་པ་ཅིག་བསག་འོག་ར་འདི་སྐབས་ལ། བ། བདེན་པ་གང་ཡིན་དབྱེ་བ་མ་ཕྱེ་ནས་སོ་སོའི་སྤོ་བོ་དོན་དག་རྒྱབ་རྩ་ལངས་ནས་མ་བཤད་དེ། བ། སྡིག་པ་གི་བྱ་བ་ན་ལ་འདི་ན་ལ་འགྲོ་གོ་རང་དེ་འདྲ་ཡིན་དུས་ད་རླུང་ལ་བསྐྱུར་བ་ལ་ན་ད། རླུང་གཅིག་རྒྱབ་པ་ཡིན་པ་ཡིན་ན་ཆ་ཚང་གཅིག་གད་སྙིགས་དང་ཆ་ཚང་གཅིག་ཁད་འགྲོ་གོ་ད། དེ་ན་ཤིང་གི་ནི་སོ་སོའི་སྤོ་བོ་གི་དོན་དག་ལ། བ། ནི། མི་དགེ་བའི་བྱ་བ་བྱས་དང་སྡིག་པའི་བྱ་བ་བྱས་དང། འདི་འདྲས་མ་གནང་གི་ཡོད་རེད། ར། ཨ་ནི། བསམ་རྒྱུ་བུ་དང་དྲན་རྒྱུ་བུ་ལས་མེད། ད་བསམ་རྒྱུ་བུ་དང་དྲན་རྒྱུ་བུ་ལས་མེད་ལ་ན་ག་ལ་བར་ན། ད་བསམ་བློ་ཞིག་བཏང་པ་ཡིན་པ་ཡིན་ནས་སོ་སོའི་སྤུ་བོ་དོན་དག་ལ་བསམ་བློ་བཏང་ཡོད་ད། མ་འོངས་པ། ར། ཨ་ག་རེ་ཆ་འོང་དེ་འདྲའི་བསམ་ནས་སོ་སོའི་སྤུ་བོ་དོན་དག་རང་ལ་བསམ་བློ་བཏང་ནས་མ་མི་ཚེ་གང་བཟང་བགྲོད་ཡོད་ད། ར། དྲན་རྒྱུ་བུ་ལས་མེད། ག་དུས་ནས་སོ་སོ་སྤུ་གུ་དྲན་ཏེ་དང་རྒྱུ་ནོར་ལོངས་སྤྱོད་དེ་ཚོ་ཚང་མ་སོ་སོ་སྤུ་གུ་ཆེད་དུ་མ་ཡག་པོ་ཉར་ནས་བསྡད་དང་དྲན་ཏེ་ད་ག་རེ་བྱེད་དགོས་ན་དེ་འདྲས་བསམ་བསྡད་དང་དེ་འདྲས་གནང་གི་ཡོད་རེད། དགོས་རྒྱུ་བུ་དང་འདེམས་རྒྱུ་བུ་ལས་མེད། ད་དགོས་ཡག་གི་རྒྱུ་ནོར་ལོངས་སྤྱོད་རྒྱུ་རྒྱུ་ནོར་ལོངས་སྤྱོད་རྒྱུ་ལ་ན་འདི་སྐབས་ལ་རྒྱུ་ནོར་ལོངས་སྤྱོད་རིགས་དེ་ཚོ་ཚང་མ་དགོས་རྒྱུ་ཚང་མ་འགོར་མི་ཚང་མ་ལ་འགོར་བ་རྒྱུ་ནོར་ལོངས་སྤྱོད་ད་དགོས་རྒྱུ་བུ་དང་སོ་སོ་གི་བུ་ཡི་དོན་དག་ལ་ར། ནི། ཡག་པོ་ཅིག་ལྟ་བདེན་པ་ལ་ན་དངོས་པོ་ཡག་པོ་ཅིག་བདམས་ནས་ར་རྒྱུ་དངོས་པོ་ཡག་པོ་ཅིག་མ་བདམས་ནས་ཤ་ཡ་ཅིག་དང་སོ་སོའི་བུ་གུ་དོན་དག་ལ་ཕ། འདྲེ་དང་བདེན་འདྲེ་གནང་གི་རེད། ར། ནི། འདི་བྱས་ལ། བཀའ་དྲིན་ཅན་གྱི་ཕ་མ་རྣམ་པ་གཉིས། ད། ཕ་མ་དེ་སོ་སོ་ལ་བཀའ་དྲིན་ཆེན་པོ་ཆགས་བསྡད་དུས་ཨ་ཕ་ལ་དང་ཨ་མ་ལ་གཉིས་ཀ་བཀའ་དྲིན་ཆེན་པོ་ཆགས་བསྡད་རེད། ར། ན་སོ་རྒས་པ་ད་ད་ཨེ་ཤེས་ལགས་ན་སོ་རྒས་པ་ན་སོ་ལ་ན་ད་ལོ་ཚད་ལ་ལོ་ཚད་གན་འགོག་ཆགས་པ་ད་ད་ཨེ་ཤེས་ལགས་ཕ་མ་སོ་སོ་ཡང་དཀའ་ལས་མང་པོ་ཞིག་བརྒྱ་ནས་བ། སོ་སོ་པོ་དོན་དག་ཆེད་དུ་ལས་ཀ་བྱེད་དུས་ཨ་ཕ་མ་སོ་སོ་རང་ཉིད་ཡང་གན་འགོག་ཆགས་ཡིན་པ་ད་འདོད། བ། ཡག་པོ་ཤེས་ནས་མ་ཤེས་ནི་ད་འདོད་ཀྱི་རྒན་བསྐོར་ཆ་ཡིན་ནས་ཕྱག་ལས་གནང་བསྡད་བྱོས་ལ་སོ་སོའི་སྤོ་བོ་དུན་དང་དཀའ་ལས་རྒྱག་བསྡད་བྱོས་ལ་འོན་ཏེ་གནང་གི་གནང་གི་ཡོད་རེད། ན་སོ་རྒྱས་པ་ན་སོ་ལ་ན་ལོ་ཚེར་རྒན་བསྐོར་ཆ་ཡིན་པ། ད་ལྟ་ཨེ་ཤེས་ད་འདོད་ཧ་མ་གོ་ནས་ད་ད་འདོད། དུས་རྟག་ཏུ་ནི་ཧུར་བརྩོན་བྱས་ཏེ་ད་འབད་བརྩོན་གནང་བསྡད་འོན་ཏེ་གནང་གི་ཡོད་རེད། དྲིན་ཅན་དྲིན་དུ་བསམ་པ་ཨེ་ཡོད་ལགས། དྲིན་དུ་དྲིན་ཅན་དྲིན་དུ་བསམ་པ་ཨེ་ཡོད་ལགས་ན། ད་བཀའ་དྲིན་ཆེན་པོ་ར་ཕ་མ་དང། ད་སུད་སུད་ཀྱི་དགེ་བའི་བཤེས་གཉེན་དང། ར་སུད་སུད་ཀྱི་གཉེན་སྤུན་ཆེ་ཆ་ཚང་ཞིག་ན། སུད་སུད་རང་ཉིད་ལ་ད་གལ་ཆེན་པོ་ཅིག་དང་བཀའ་དྲིན་ཆེན་པོ་ཅིག་ར་ཨ་ནི་རྒྱ་ཆེ་ས་ནས་བསམ་བློ་བཏང་བས་ན་གཙོ་བོ་ད་གོང་ས་མཆོག་གིས་གཙོ་བོ་ད་གོང་ས་མཆོག་གི་བཀའ་དྲིན་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་ཚང་མ། ཁོང་གི་བཀའ་དྲིན་ལ་བརྟེན་ནས་ལོ། ཨ་ནི། བོད་གཞུང་གི་བཀའ་དྲིན་དང། ཨ་ནི། ཕ་མ་བཀའ་དྲིན་དང། ར། ཨ་ནི། ཚང་མ་གི། ར། ཚང་མ་གི་བཀའ་དྲིན་ལ། འདི་ང་རང་ཚོ་གི། ག་རེ། དུས་རྟག་ཏུ། ཨ་ནི། དྲན་དགོས་རེད། བཀའ་དྲིན། དྲིན་ཆེན་དྲིན་དུ་བསམ་པ། འདི་ཚང་མ་སོ་སོ་གི་བཀའ་དྲིན་ཆེན་པོ་ཡིན་པ། སོ་སོ་གི་བསམ་དགོས་རེད། ཨེ་ཡོད་ལ། དེ་འདྲའི་ཨེ་འདྲའི་བསམ་ངན། ག་ཚོད་བཟོས་ན་ད་ལྟ། བསམ་གྱི་ཡོད་ན་མེད་ན་ལས་སྦྱོར་ཨེ་ཡོད་ན་ཨེ་ཡོད་ལ། ཨ་ནི། དེ་བྱས་ལ། ཁྲེལ་དང་ངོ་ཚ་དགོས་པ་འདི་རུ་རེད། ཁྲེལ་དང་ངོ་ཚ་ལ་ན། ད། ང་རང་ཚོ། ཁྲེལ་ལ་ན་ད་སོ་སོ་སོ་ངོ་ཚ་ཡ་རེད་ཀྱི་ཡོད་ར། ད། ངོ་ཚ་ལ་ན་ད་ང་ཚོ་ངོ་ཚ་ནང་ལ་གཉིས་ཡོད་ར། གཅིག་རྫུན་མ་ཤེས་ན་ངོ་ཚ་ཡ་དང། གཅིག་ཁུ་སིམ་པོ་བསྡད་ནས་ད་ངོ་ཚ་ནང། མི་གི་ལ་ཡའི་ལ་ང་ངོ་ཚ་ཡ་དང་དེ་ཚང་མ་ངོ་ཚ་ནང་ཁ་རོ། ཚ་ནང་དེ་གར་ཤོར་བ་ཟེར་ན། ད་ཕ་མ་བཀའ་དྲིན་ཆེན་པོ་ཡིན་པ། བཀའ་དྲིན་དེ་ཡིད་ལ་མ་བསམ་ནས་ཨ་ཕ་མ་ལ་ཧ་རེ། སོ་སོ་གི། ཕ་རྒན་གསོ་ཁང་ཡིན་ན་རྒན་གསོ་ཁང་ལ་གཏང་ཤེས་དང་ཕ་མ་ཡས་མས་གཏང་ཤེས་དང་ཕ་མ་ལོ་ན་རྒན་བསྐོར་བྱ་འདུག་སྐབས་ལ་ནི་ཕ་མ་ལ་མིག་མ་ཟླ་ཡས་དང་དེ་འདྲས་མ། གནང་ངེས་མང་པོ་ཡོད་རོ་དེ་འདྲས་ཡིན་དུས་དེ་འདྲས་གནང་ང་ཡོད་མ་རེད་ལོག་རོ། ཨ་ནི་སོ་སོ་གི། ཕ་མ་བཀའ་དྲིན་ག་ཚོད་ཀྱི་ཆེན་པོ་རེད་དོ། ར། འདི་བཀའ་དྲིན་ཡིད་ལ་དྲན་ནས། ར། བཀའ་དྲིན་བསམ་ནས། ཁྱེད་རང་ཚོ་གི་ད་ལྟ་ཁྲེལ་དང་ངོ་ཚ་དགོས་པ་འདི་རུ་རེད་ལ་ཡ་དེ། ཁྲེལ་དང་ངོ་ཚ་མགོ་རེད། ར། ཨ་ནི། ཚོགས་དང་བསོད་ནམས་གསོག་པའི་རྩ་བ་རེད། ཚོགས་དང་བསོད་ནམས་གསོག་པའི་རྩ་བ་རེད་ལ་ན་ཧ་ལོ་ན། ཚོགས་ལ་ན། ད་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཡོད་ར། ད་ཚོགས་ལ་ན་སྤྱིར་བཏང་གི་དགེ་བའི་བྱ་བ་ལ་ལོག་ར་དགེ་བའི་བྱ་བ། དགེ་བའི་ལས་ཀ་ལ་ལས་ཀ་དགེ་བ་རིགས་བྱེད་པ་ཡིན་ན་དེ་ལ་ཚོགས་བསགས་ཀྱི་རེད་ལ་ཡོད་རང་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་དང། ད་ལྟ་ཡེ་ཤེས་ཀྱི་ཚོགས་ལ་ན་ད་འགྲེལ་བཤད་མང་པོ་ཡོད་རེད་ཡིན་ན་ཡང་ད་ལྟ་སེམས་ཀྱི་ཡིད་ལ་ན་སེམས་ལ་ངོ་རང་ད་སེམས་པ་ངོས་ནས་དགེ་བ་བསགས་ཡ་དང་དེ་འདྲ་ཡོད་རང་ཨ་ནི་བསོད་ནམས་ལ་ན་ད་ང་ཚོ་བསོ་སྟེ་བསོད་ནམས་མི་བསོ་དྲག་ཅིག་ཡིན་པ་ཡིན་ན་ད་དཀའ་ལས་མ་བརྒྱབ་པར་ཨ་ནི་འབྲས་བུ། ཡག་པོ་ཐོབ་ཤག་པ་དེ་འདྲ་ཡོད་མ་རོག་དེ་འདྲ་ཡིན་དུས་ཨ་ནི་བསོད་ནམས་དེ་ཨ་ནི་ག་འདྲས་ལེགས་རེད་ཨ་ནི་དགེ་བའི་བྱ་བ་གང་མང་མང་ཅིག་ཕ་སྤེལ་བ་ཡིན་པ་ཡིན་ན་ཨ་བསོ་བདེ་བསོད་ནམས་དང་ལས་ཀ་ཡིན་ནའི་དུས་མཐར་ལས་སླ་བོ་ང་ནས་སྒྲུབ་པའི་དང་དེ་འདྲས་མ་བྱུང་གོ་རོག་ཨ་ནི་ཕ་མ་གི་བཀའ་དྲིན་དེ་ཨ་བསམ་པ་ཡིན་པ་ཡིན་ན་ཨ་ཕ་མ་ལ་དྲིས་ལན་བྱས་པ་ཡིན་པ་ཡིན་ན་ཨ་སོ་སོ་ལ་ག་རེ་བསགས་བ་རེད་ལབ་ན་ཨ་ནི་བསོ་བདེ་བསོད་ནམས་དེ་ཚོ། རང་བྱ་བ་ལ་འགྲོ་ཡག་པོ་ཡོང་ཡས་དེ་ཚང་མ་ཕ་མ་གི་བཀའ་དྲིན་དེ་བསམ་པ་དང་དེ་འདྲས་མ་ཁྱེད་རང་ཚོ་གི་གནང་གི་ཡོད་པ་ཡིན་ན་འདི་གསོག་པའི་རྩ་བ་རེད་ལ་ན་འདི་ཡོད་ན་མེད་ན་རེད་ལ་ཨ་མ་འདྲ་བ་དེ་རེད་ལ་གཙོ་བོ་རེད་ལ་ར་རྩ་བ་དང་གཙོ་བོ་དང་ཚང་མ་དོན་དག་ཅིག་རེད། ཨ་ནེ། ད་རིང་གི་མ་འགྲེལ་བཤད་དེ་འདི་ཡི་ནང་ལ་ད་ཕ་མའི་བཀའ་དྲིན་དེ་ད་ལྟ་ཕ་མ་ག་ཚོད་ཀྱི་བཀའ་དྲིན་ཆེན་པོ་ཡིན་པ་དེ་ཨ་ནེའི་ཆ་ཚང་ཅིག་ད་ལྟ་ཤོ་ལོ་ཀ་འདི་ན་ལ་མ་ཤེས་ཡོད་རེད་ཨ་ཀྱ་ང་ཚོ་གི་ཡག་པོ་བྱས་ནས་ཨ་ནེ་མ་ཚིག་དེ་ཚོ་སྙན་པོ་དང་ཨ་ནེ་ཡག་པོ་ཡོད་རེད་ཨ་ནེ་ཁྱེད་རང་ཚོ་གི་མ། བློ་ལ་འཛིན་ཐུབ་ན་དེ་འདྲའི་ཡག་པོ་ཡོད་རེད་ཨ་ནི་ཁྱེད་རང་ཚོ་གིས་དུས་རྟག་ཏུ་ད་ལྟའི་བཀའ་དྲིན་གྱི་ཕ་མ་བཀའ་དྲིན་ག་ཚོད་ཆེན་པོ་ཡིན་པ་དེ་དྲན་པ་བྱས་ཡོད་མ་རེད་ཨ་ནི། སོ་སོའི་དོ་བདག་སོ་སོ་ལ་བཀའ་དྲིན་ཆེན་པོ་ཆགས་རྒྱུ་དེ་ཚོ་ཨ་ནི་ཕ་དྲིན་ལན་བྱེད་དགོས་དེ་ཨ་ནི་ཧ་ཅང་གི་གལ་ཆེན་པོ་ཆགས་དགོས་རེད་འདི་ན་ལ་མ་གཙོ་བོ་དྲིན་ལན་དྲིན་ལན་བྱས་ད་འདི་འདྲས་ཀྱི་མ་གཙོ་བོ་བཏོན་ཡོད་རེད་ཨ་ནི་ཁྱེད་རང་ཚོ་གིས་དེ་ཡག་པོ་བྱས་ནས་གསན་གཟིགས་གནང་རོགས་གནང་ཚང་མ་ལ་ཐུགས་རྗེ་ཆེ་གནང།